རྒྱ་ནག་ཉེན་རྟོག་པས་ཡུ་གུར་ནས་ཆང་པ་པ་སངས་ནོར་བུ་ལ་འཛིན་བཟུང་བཙུགས་འགོ། དེ་རིང་རགས་ཙམ་གྱི་གདམས་པའི་རྒྱ་ལོ་ཉིས་སྟོང་གཅིག་རྒྱ་བཞི་ཆུ་ཕྱེད་དགུ་ར་ནི་ཕྱི་ཟླ་ལོ་ཕི་ཟླ་དང་པོ་གི་ཚེས་བཅུ་གཉིས་དང་སྤྱི་ལོ་ཉིས་སྟོང་ཉེར་གཉིས་ལོ་ཟླ་གསུམ་པ་གི་ཚེས་བཅོ་ལྔ་རི་ཟ་མི་མ་ཉེ་རེད།

རྒྱ་ཁ་བྱང་དང་གྲོགས་ཚོ་ནི་བལ་དན་རྒྱ་ཆུ་ལ་མེད་དུ་མི་རུང་བ་ཞིག་ཆགས་ཡོད་པས། བལ་མོ་ཚོ་མུ་མཐའི་འབྲེལ་ལམ་དམ་ཟབ་གནང་སྟེ་བལ་དན་ཞི་དོགས་གནང་དགོས་པ་སྤྱི་འཐུས་ཚོགས་གཙོ་མཆོག་གིས་ཁ་ལྕེ་ལྡན་པ་སྤྱི་འཐུས་ལྷན་ཚོགས་ཀྱི་གྲོགས་ཚོ་ཚོགས་དུས་གཉིས་པ་དབུ་འཛོགས་སྐབས་གསུངས་གནང་གི་གནས་ཚུལ་དེའི་སྐོར་ཨེ་ཤ་ཡ་རོང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་ཉིན་རེ་གནང་གི་རེད། ནི་མྱ་ངན་གུས་འདུད་ཀྱི་བྲོས་བྱོལ་ནོར་ལུག་ལ་ད་ཉེ་ཆར་ཕྱི་ཟླ་གཉིས་འཕེལ་གྱི་ཚེས་ཉེར་བརྒྱད་རྩ་སྔ་ལ་བོད་ནང་ལ་ད་གཞས་པ་ཚེ་དབང་ནོར་བུ་གིས་རང་གླིང་མེ་བསྲེགས་བཏང་ནས་ད་འདི་ཆ་ལ་གང་བདེ་བགྲང་བཞིན་པ་གསལ་པོ་ཤེས་རྟོགས་ཡོང་གི་འདུག་ནི་ཁོང་གི་ཆེད་དུ་མྱ་ངན་གུས་འདུད་ཀྱི་བྲོས་བྱོལ་གཅིག་དང། ད་ག་ནང་བཞིན་གྱི། ྋགོང་ས ྋཤོང་མཁན་ཆེན་མོ་མཆོག་གི་ཐུགས་ཤིན་པའི་ནི་གྲོགས་པོ་ནི་དེ་ག་ནང་བཞིན་གྱི་བོད་དོན་གྱི་ཐོག་ལ་ཡང་རྒྱབ་སྐྱོར་གནང་མཁན་ཡེ་ཤུ་གྱི་བླ་ཆེན ྋསྤྱི ྋསྐྱིད་སིལ་མ་སྤྲུལ་སྤྲུལ་མཆོག་སྐུ་ཚེ་ཕན་པ་རྫོགས་པ་དེའི་ཆེད་དུ་ང་ཚོ་མྱ་ངན་གུས་འདུད་ཀྱི་གྲོས་ཆོད་ཅིག་འཁུར་ཡོད།

ཨ་ནེ་ཡིས་ལོ་ལྔའི་ནང་ལོ་ལ་རྡ་སའི་ནད་ལྟ་ཁྲིད་ནས་འགོ་བཙུགས་རུ་བ། ཨ་ནེ་ཡང་ཅིག་ཡག་པོ་རེ་བྱེད་ཀྱི་མི་འདུག་ན། སོ་སོ་སོའི་ཐོབ་ཁུངས་ཀྱི་གཅིག་སྡུད་དེ་ལ་དང་པོ་འབྲེལ་བ་བྱེད་ཅིང་ཁྱེད་རང་ཡག་པོ་བྱེད་ཀྱི་འདུག་ན། ཅིག་གང་བྱུང་ཞུ་དགོས་ཡོད་ནས་དེ་སེམས་ཤུགས་སྤར་དགོས་དགོས་ནས་འདི་འདྲ་བྱས། ཡག་པོ་བྱེད་ཀྱི་མི་འདུག་ན། ཨ་ནེ་ཡང་ཅིག་ཡོད་རུ་བ། དེ་འདྲ་དེ་འདྲ་ཁྱེད་རང་ཏག་ཏག་འགྲིག་གི་མི་འདུག་ཁྲིམས་སྒྲིག་ཇུས་ཐོག་ནས་འགྲིག་གི་མེད་ནད་ལས་གང་ཅི་ཐོག་ནས་འགྲིག་གི་མེད་ནད་ལས། དེ་ཚོ་སོ་སོ་སོའི་ཐོབ་ཁུངས་ཀྱི་མི་གིས་སོ་སོའི་གཅིག་སྡུད་དེ་བཀར་དགོས་ཡོད་དེ་གལ་ཆེན་པོ་རེད། ད་གྲོས་ཚོགས་ཡག་པོ་འགྲོ་མི་འགྲོ་ལས་དེ། ཁོ་གནད་དོན་དང་གནས་ཚུལ་དུས་ཚོད་ལ་རག་ལས་རེད་བསམ་གྱི་འདུག་གྲོས་ཚོགས་ཡག་པོ་འགྲོ་ཡ་དང། རྒྱ་ཆེའི་མི་དམངས་ལ་ང་ཚོ་རྒྱ་ཆེའི་མི་དམངས་ཀྱི་སྐུ་ཚབ་རེད་ང་ཚོ་འཐུས་མི་རེད་ང་ཚོ་ཡིན་ནའི་གྲོས་ཚོགས་ཡག་པོ་འགྲོ་ཡ་གི་རེ་བ་རྒྱབ་གི་ཡོད། ཡིན་ནའི་གྲོས་ཚོགས་ཡག་པོ་འགྲོ་གི་ཡོད་མ་རེད་ལ་དེ་ཕྱོགས་གཅིག་གི་ཡག་པོ་འགྲོ་གི་མི་འགྱུར་ཏེ་ཕྱོགས་གཅིག་གི་ཡང་ཡག་པོ་མཐོང་གི་ཡོད་རེད། ཁོ་གནད་དོན་དེ་ག། ཁོ་ང་ཚོ་གཅིག་པེ་ཤ་ཀོན་གཅིག་ཡིན་པ་གང་ཞིག་ལ་རྒྱབ་མདུད་གཉིས་ཡོད་པ་ནང་བཞིན་རེད་ཁ་ཞིག་གྲོས་ཚོགས་ཡག་པོ་འགྲོ་མ་སོང་ལ་ཁ་ཞིག་ཡག་པོ་མཐོང་དགོས་རེད་ཁ་ཞིག་ཡག་པོ་འགྲོ་སྲིད་ལ་ཁ་ཞིག་ཡག་པོ་མཐོང་དགོས་མ་རེད་ད་དེ་རྒྱ་ཆེའི་མི་མང་ཨ་ནེ་གཟིགས་ཞེན་རྣམ་པ་ཚོ་ད་གཟིགས་འདས་ཚོ་ལ་རག་ལས་རེད་བསམ་གྱི་འདུག་སྤྱི་སྟངས་ད་ང་ཚོ་བཙན་བྱོལ་བ་རེད་ང་ཚོ་བོད་མི་འཐབ་རྩོད་བྱེད་ནས་གི་མི་རིགས་ཀྱི་ཆགས་སྡོད་རེད་གྲོས་ཚོགས་དེ་ཡང་འཐབ་རྩོད་གི་ངོ་བོ་གི་ཐོག་ནས་ང་ཚོ་འགྲོ་ཐུབ་ཨེ་ད་གི་ཆེན་པོ་རེད་བསམ་གི་འདུག། ཁ་ཤས་ཀྱིས་ད་བེད་སྤྱི་བཏང་རྗེས་གྲོས་ཚོགས་འཐུས་མི་གི་ཀ་མེད་ནས་སོ་སོ་གི་ཡལ་དེ་གཏུབ་བྱས་ཨ་ནི་གནས་ཚུལ་ལོག་པ་ཀ་མེད་ཀྱི་གནས་ཚུལ་དེ་ད་དེང་སང་ཡོང་བསྡད་ཀྱི་ཨ་རོ་བ། བྱས་ཙང་དེ་མ་ཡོང་བའི་གནས་ཚུལ་ལོག་པ་དེ། སྤྱི་ཚོགས་ནང་ལ་ཁྱབ་སྤེལ་མང་ཡོང་བའི་ཆེད་དུ་མི་མང་གི་འགན་ཆེ་ཤོས་དེ། གྲོས་ཚོགས་འཐུས་མི་ཚོས་གང་གསུང་བ་དེ་བཀོད་འདོམས་བྱུག་པ་དུས་སེང་གེ་དེ་དཔེ་མི་སྲིད་གནད་འགག་རེད་ནི་སེང་གེ་མཐུན་རྐྱེན་དང་གོ་སྐབས་དེ་ཡོད་དེ་བ་ར་བྱས་ཙང་དེ་ཡིས་མི་མང་གི་ཐན་ལྟའི་ལྕགས་ལས་འགན་བཞེས་དགའི་གནད་འགག་ཆེ་ཤོས་མཐོང་གི་ཡོད། ང་ཚོ་ཐུན་མོང་གི་ས་འགུལ་སེ་གྲགས་ཆེ་པོ་ཡོད་རེད་དེ་གང་ནས་གར་ཕྱིན་ན་མཐའ་མ་དེ་ལ་གར་ཤོད་ཡོད་ན། ཡིག་ཆ་ལ་སེམས་ཚོར་སོགས་དགོས་ལ་ཡ་དེ་དེ་རིང་ནས་རྦད་དེ་གཙང་མ་གཙང་ཆ་ཆགས་ཚར་བ་ཡིན་དེ་བྱས་ཏེ་རྗེས་མ་ནས་ད་རྒྱུད་ལུམས་གང་བ་ཡིན་ན་ང་རང་ཚོ་དགེ་བའི་མནའ་འབྲེལ་སྤྱི་ཚོགས་དྲ་ལམ་ནས་དྲིན་གཟོ་གནང་ནས་ག་ལེ་ནའི་ཏི་ལ་ཅིག་བླ་མ་གེགས་གྱུར་ཅིག་བྱེད་མིན་ཟེར་དེ་ཞུ་བ་དེ་ཅི་སྟེ་དེ་གཙང་མ་གཙང་ཅན་ཆ་ཚ་བ་ཞིག་མིན་གལ་སྲིད་དེ་གཙང་མ་ཆ་མེད་བ་ན་ང་ཚོས་སྤྱི་འཐུས་དྲིན་གཟོ་གནང་ཡག་ལྷད་ཡག་གི་ལམ་ཀ་དེ་ཡོག་མ་རེད་དེ་ཅི་སྟེ་དེ་གཙང་མ་གཙང་ཅན་ཆ་ཚ་བ་ཞིག་ལ་ངེས་ངེས་ཞུ་འདོད། གོང་ཞུས་ཀྱི་གནས་ཚུལ་དེ་ནས་གསར་འགོད་པ་བློ་བཟང་དགེ་ལེགས་དང་པར་ལེན་ཕྱོགས་བསྒྲིགས་པ་བསྟན་འཛིན་འོད་ཟེར་གཉིས་ཀྱིས་གང་གིས་ནི་ཉན་འདོད་ཞུ་གི་ཡོད། སྤྱི་ནོར་ཀུང་སི་སྤྱང་ཀི་ཆེན་པོ་ཕྱུག་གིས་ཨོ་སི་ཀྲི་ལི་ཡ་གྲོས་ཚོགས་གོང་མ་ག་ཐམ་ཅང་ཁན་བྷི་ལེ་ཁན་ཆི་འདི་རུང་ས་ཆི་བ། ཁོང་གི་སྐུ་ཟླ་ཨན་ཀྲོ་ལན་དབྱུ་ལགས་ཀྱི་ཚེས་བཅུ་གཉིས་ཉིན་དུ་ཚོགས་ཀྱི་གསུང་འཕྲིན་ཞིག་བསྩལ་གནང་མཛད་པ་ནང། ཁོང་གི་སྐུ་ཟླ་དང་བུ་མོ་གྲོགས་མོ་གྲོས་ཚོགས་གོང་མ་ཐུམ་ཅང་ཁན་པླེ་ཁན་ཤིན་སྡེ་གྲོང་སུ་ཕེབས་པ་ཀྱི་གནས་ཚུལ་ཕྱིས་འདོན་བཟང་བ་ཐུབ་པ་ཧ་ཅང་ཆེན་པོ་བཟང་བཀོད་དང། མཚན་ལྡན་དེའི་ཕྱིར་རྒན་པོ་གང་ཉིད་ནས་སྨིན་བླངས་གསུང་འདེབས་མཛད་རྒྱུ་དང་འདས་པོ་དེའི་གི་སྐུ་ཟླ་ཁོང་གཙོས་པའི་ཤུལ་ལུས་ནང་མི་རྣམས་ལ་ཐུགས་གསོ་མཛད་ཀྱི་ཡོད་སྐོར་སྐད་གནང་མཛད་འདུག། ཡང་ཅུ་ནོ་ཀོ་སི་སྤྱང་ཀི་ཆེན་པོ་མཆོག་གིས་ཨོ་སི་ཀྲི་ལི་ཡ་དགའ་གྲུ་ཚོ་གོང་མ་ཐམས་ཅང་ཁེམ་པི་ལིའི་ཁེན་ཆི་ནི་བལ་གདན་རྒྱ་ཆོ་ནང་གི་འཇིབ་མེད་སྐྱེན་པོ་ཞེས་དང་བལ་མོ་གྲུང་མོ་ཞེས་ཡིན་པ་མ་ཟད་ཅུ་ལོ་ཉིས་སྟོང་ཅི་བདན་ལོ་ལ་ཁོང་ཨོ་སི་ཀྲི་ལི་ཡ་གྲུ་ཚོ་ཐམ་ག་གི་ཚ་ཚོ་ཆུང་ལྷན་དུ་བཞུགས་སྒར་རྡ་རུང་ས་ལ་ལ་ཆེད་ཕེབས་གནང་སྐབས་རྒན་པོ་གོ་གཉིས་ཀྱིས་འཇའ་འཕྲེང་ཞལ་གྱི་གོ་ཁ་ཚང་བཀོད་ཡོང་གི་གནང་མཛད་འདུག། ཅང་ཁེམ་པོ་ལིས་མཁན་ཆེན་འདི་གྲོང་གསར་ཆེ་བ་བྷེ་མོ་འབྲི་འཛོམས་ཀྱི་སྲིད་སྐྱོང་མཆོག་དང་བྷེ་མོ་མི་སྤྱི་འཐུས་ཚོགས་གཙོ། Australia། སྐུ་ཚབ་ཐན་ཅི་ཐེ་ཧྲན Austranesia ཁུལ་གྱི་བྷེ་མོ་མི་སྤྱི་འཐུས་བཅས་གཉིས་ཐུགས་གསོ་གནང་ཡོད་པ་རེད། རྒྱ་བྷེའི་ཕོ་གྲོང་དུ་གོང་ས་མཆོག་གི་འབྲུག་རྫ་ཤར་གྲོང་སྔ་ཕྱི་ང་བཞི་ལ་རྒྱལ་ཚོགས་ཀྱི་གདམས་པ་འབོད་འཇུག་གནང་ཡོད་འདུག་གནས་ཚུལ་འདི་སྐོར་ཤར་རོང་རླུང་འཕྲིན་ཁང་གི་ས་འགན་པ་བློ་བདེ་ལགས་ཀྱིས་ཉིན་རེ་གནང་གི་རེད། འོ་མའི་ཁྲི་ལ་གང་བསམ་ཆགས་པའི་སྐུ་ངར་འཛིན་མེད་ཀྱི་སྒོ་ནས་སངས་རྒྱས་ཀྱི་བསྟན་པ་སྤྱིར་རྒྱས་ཐབས་གདའ། ལྷག་པར་འདིར་འཛིན་དགེ་འདུན་གྱི་སྡེ་མི་ཉམས་གོང་འཕེལ་སྐབས་ཆེད། གནམ་སྐུ་ནི་ལོ་རེ་བཞིན་དགེ་ཚུར་ལོངས་ཧ་ཅང་མང་བོ་ལ་སྡོམ་པ་འབོག་འཇོག་གི་མཛའ་མཐུན་རྒྱ་ཆེ་བསྐྱང་གི་ཡོད་ན་ཡང། བར་ལམ་ཁོ་བོས་གྲི་གྱར་གྱི་ཏོག་དབྱིབས་ནད་ཡམས་འཛམ་གླིང་ཁྱོན་དུ་འགོས་ཁྱབ་ཤུགས་ཆེ་བྱུང་བ་ནས་བཟུང། ཉེ་བའི་ལོ་གཉིས་ཀྱི་རིང་མཛའ་འཕྲིན་དེ་ཇི་བཞིན་དུ་རྐྱང་གནང་མེད་པ་དང། ཏཱ་ལན་སྤྱི་ཟླ་གསུམ་པ་གྱི་ཚེས་བརྒྱད་ཅུ་བཞི་ཉིན་བཞི་གར་སྦྱར་བའི་ཕོབ་གྲངས་དུ། ནད་ཡམས་ཅུང་ཟད་དུ་འཇམ་རྒྱུ་གི་གོང་ས་མཆོག་གི་ཆེས་ཐོག་མའི་དགེ་ཚུལ་སློང་གི་སྡོམ་པ་འབོག་འཇོག་གི་མཛད་པ་བསྐྱངས་ཏེ། སྒྲུབ་བྱེད་བཞི་གྲངས་ལྔ་བཅུར་ལྔ་བཞི་ལ་དགེ་ཚུལ་གྱི་སྡོམ་པ་གནང་ཡོད་ཅིང། སྒེར་བདུན་ཕོབ་གྲངས་ཀྱི་གྲོང་ཆེ་བའི་ཡང་གཏང་རིན་པོ་ཆེ་མཆོག་ནས། ནད་ཡམས་ཀྱི་ལོ་གཉིས་རིང་དགེ་ཚུལ་སློང་གི་སྡོམ་པ་གནང་ཐེངས་དང་པོ་དེ་ཡིན་པར་བརྟེན། ཕྱོགས་མང་པོ་ནས་དགོངས་གཞི་སྟངས་འཛིན་བྱ་དགོས་ཐུག་གི་ཡོད་པ་དང། དེ་ལ་དགེ་ཚུལ་གྱི་སྡོམ་པ་བཞེས་མཁན་དགུ་བཅུ་གོ་བརྒྱད་དེ། དགེ་སློང་གི་སྡོམ་པ་བཞེས་མཁན་སུམ་བརྒྱ་ཉི་ཤུ་རྩ་བདུན་ཡས་མས་གཟུགས་ཡིན་པ་འབྲེལ་བརྗོད་གནང་གི་འདུག། དགུ་བཅུ།
དགུ་དྲུག་དགུ་བདུན་དགུ་བརྒྱད་དེ་འདྲ་ཆགས་ཡོང་གི་ཡོད་ས་རེད། དེ་འདྲ་ཅིག་རེད། ད་དེ་དགེ་ཚུལ་རེད། དེ་ནས་དགེ་སློང་གི་སྡོམ་པ་ཞུ་མཁན་དེ་ཡང། རྩ་བའི་ང་ཚོ་གྲངས་ཀ་བོད་ཚིག་བཞི་གི་གོང་ལ་གྲངས་ཀ་འཇོག་ཡ་དེ་ལ་སུམ་བརྒྱ་དང། ཉི་ཤུ་རྩ་དྲུག་རྩ་བདུན་དེ་འདྲ་ཅིག་འཇོག་ཡོད་རེད་ཐུ་ལང། གཞན་ཡང་ཡང་བསྟང་རིན་པོ་ཆེ་ནས་གོང་ས་མཆོག་གིས་དགེ་ཚུལ་གྱི་སྡོམ་པ་བཞེས་མཁན་ཚོར། དགེ་ཚུལ་སློང་གི་སྡོམ་པ་བཞེས་པ་དེ་བསྟུན་དང་ལྡན་པ་གཟིགས་ཡོང་དགོས་པ་གི་བཀའ་ཕེབས་པ་འདྲར་བརྗོད་གནང་གི་འདུག། སྡོམ་པ་ཞུས་པ་ནང་བཞིན་གྱི་གནས་ཐུག་དགོས་ཡ་དེ་གལ་ཆེན་པོ་ཞེ་དྲག་རེད་དེ་ཁ་ཐུག་དེ་ལུང་འདྲེན་གྱིས་གནང་བྱེད་ཅིག་ནས་དགྲ་བཅོམ། དགྲ་བཅོམ་པ། ས་ག་ལྷ་གིས་ལོངས་ཀྱིས་དྲངས་བྱེད་ཅིག་ནས་ལུས་ལ་ང་མིག་གྱོན་པ་ཙང་གྱིས། ད་ཆུ་བར་འཛིན་པ་དེ་གི་འགྲིག་རེད་བསམ་པ་བྱེད་རྒྱུ་ཡོག་མ་རེད། གླུ་བ་འཐུས་བཟང་དང་སྤོང་བ་བསང་ལྡན་གི་ཉང་ལེན་དེ་བས། དྲ་འབད་ཀྱི་བྱེད་དགོས་ཡ་གི་བྱ་བ་གཉིས་པོ་དེ་འོ་དེ་རེད་དེ་བས། བསང་ཆེན་བཅོམ་ལྡན་འདས་ཀྱིས་ག་འདྲས་སུ་འཐུས་བཟང་བྱེད་དགོས་རེད་ག་འདྲས་སུ་སྒོམ་པའི་ཉང་ལེན་བྱེད་དགོས་རེད་གསུངས་པ་ནང་བཞིན་གྱི། འདི་ནང་བཞིན་གྱི་འབྲུ་ཐུག་པ་དགུ་དགུ་རེ་སོང་ཡས་ལ་བསུ་བ་དང་བཀའ་སློབ་མང་པོ་ཅིག་རིན་པོ་ཆེ་གནང་སོང། གོང་ས་མཆོག་གི་འདི་ནས་ད་ཐང་དགེ་ཚུལ་གྱི་སྡོམ་པ་བཞིན་འཁོན་བཙུན་མ་བསྟན་འཛིན་སྒྲོན་དཀར་ལགས་ནས་སོ་སོའི་དགའ་ཚོར་ཧ་ཅང་ཆེན་པོ་བྱུང་བ་དང་གོང་ས་མཆོག་གི་དཔེ་ཆ་ཡག་པོ་གཟིགས་དགོས་བ་གི་བཀའ་བསྩལ་ཡོད་པ་དང། དགེ་ཚུལ་མ་ཡག་པོ་གཟིགས་གནང་དགོས་བ་གི་བཀའ་ཕེབས་པ་འབྲེལ་བརྗོད་གནང་གི་འདུག། དཔེ་ཆ་ཡག་པོ་གཟིགས་ཨ་ནེ་ཡག་པོ་གཟིགས་ཨ་ནེ་རབ་བྱུང་གྲུ་ཡ་དེ་དུག་ལོ་ལྟ་ནི་མ་རེད་ང་ཚོ་ཆོས་དང་བསམ་བློ་ཡག་པོ་གཏང་གི་རེད་ལ། དགེ་ཚུལ་མ་རྟ་འཛིན་ལྷ་མཛེས་ལགས་ནས་ཀྱང། གོང་ས་མཆོག་གི་དཔེ་གཟིགས་བརྡ་སྒོམ་སྐྱོན་དགོས་པ། སེམས་པ་བཟང་བོ་སྣང་དགོས་བ་གོ་བཀའ་ཕེབས་པ་ཅེས་འབྲི་རྒྱུ་གནང་གི་འདུག། བཀའ་སློབ་གཙོ་དེ་སྒོམ་གྱི་དཔེ་ཆ་ཡག་པོ་སྦྱང་གི་རེད། སེམས་པ་བཟང་བོ་བྱེད་གི་རེད། གཞན་ཡང་དགེ་ཚུལ་གྱི་སྡོམ་པ་བཞིན་མཁན་རྟ་འཛིན་དཔར་མོ་ལགས་ནས་གོང་ས་མཆོག་ལ་མཇལ་ནས་དགའ་སྤྲོ་ཆེན་པོ་བྱུང་བ་མ་ཟད་དུ། ཁོང་གིས་སློབ་སྦྱོང་དེ་དཔེ་ཆ་ཡག་པོ་བཏུས་ཤིག་ཅེས་བཀའ་གནང་བ་འབྲི་རྒྱུ་གནང་གི་འདུག། དེ་སློབ་སྦྱོང་ཡག་པོ་བྱས་དེ་ཨ་ནེ་ཡག་པོ་བྱས་སོགས་དེ་འདྲ་སོགས་དཔེ་ཆ་ཡག་པོ་བལྟ་སོགས་སོགས། ཐོག་མའི་ཕྱིར་བསྐུར་དགེར་ཡིག་ཚང་གི་འཆར་གཞི་ལ་དགེ་སློང་གི་སྡོམ་པ་གོང་ས་མཆོག་ནས་བསྩལ་རྒྱུ་མ་གཏོགས། སྔར་གེ་སར་གྱི་སྡོམ་པ་རང་རང་གི་བླ་མའི་རྩ་ནས་བཞི་འཆར་བཀོད་སྡོམ་གནང་ཡོད་ན་ཡང། རིན་པོ་ཆེ་ཁག་ཅིག་ནས་གསོལ་འདེབས་ཞིག་གྲགས་གནང་བར་བརྟེན། གེ་སར་གྱི་སྡོམ་པ་བསྩལ་རྗེས་ཉི་མ་གཅིག་གི་གོ་སྐབས་གནང་བ་ད་རེས་གཟའ་ལྷག་པ་གི་ཉིན་གྱི་བཞི་བྷ་ནས་དགེ་སློང་གི་སྡོམ་པ་བསྩལ་གཏན་འཁེལ་ཡོད་པ་རེད། བཞི་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བདེ་ལྡེབས་བརྙན་པར་ཕྱོགས་སྒྲིག་གནང་མཁན་དུ་ཉི་ག་ཡིན། རྒྱ་ནག་ཉལ་འདུག་པའི་ཡུལ་སྐོར་གནས་ཆང་པ་པ་སངས་ནོར་བུ་ལགས་སུ་ཀོང་ཁོ་ཡུལ་སྐོར་ལས་ཀ་དེ་བདེ་འཇགས་མེད་པ་དང་ཁྲེང་ཀ་ཡན་སྐོར་བརྗེས་ནས་འཛིན་བཟུང་བྱས་འདུག་སྤྱི་ཟླ་གསུམ་པ་གི་ཚེས་བཅུ་ཚེས་ཉིན་རྒྱ་ནག་གཞུང་གིས་བཅད་བགོས་ཚེ་བོད་བོད་རང་སྐྱོང་ལྗོངས་གཞིས་ཀ་རྩེ་ཁམས་པ་རྫོང་རྒྱ་རོང་གྲོང་རྡལ་ནས་ཡིན་པ་བེ་རི་གཞན་བཅས་པ་སངས་ནོར་བུ་ཞུ་བ་ཞིག་གིས་ས་གནས་སུ་ཡུལ་སྐོར་སྣེ་ལེན་གང་བྱས་ཆེད་འཛུགས་ཀྱིས་ཀོང་ཁོ་གི་ཡུལ་སྐོར་སྣེ་ལེན་གྱི་ལས་ཀ་བྱེད་བཞིན་པ་ལ

པ་སངས་ནོར་བུ་ལགས་ནས་དེ་སྔ་བོད་རང་སྐྱོང་ལྗོངས་ཡུལ་སྐོར་སྣེ་ལེན་བྱ་གཞག་ལས་ཁུངས་སུ་ཐོ་འགོད་བྱས་ཏེ་རྒྱ་སྒོར་གཅིག་ཁྲི་བརྒྱད་སྟོང་སྤྲད་དེ་ཡུལ་སྐོར་སྣེ་ལེན་རྩྭ་ཕྱུགས་པུ་ཀ་ཆོག་ཆིངས་བླངས་ཡོད་ནའང་ས་གནས་ཉེན་རྟོག་པ་ཚོ་གིས་ཐེངས་གཉིས་ལ་རིམ་པ་བརྩིས་ཏེ་ཁོང་གི་ཡུལ་སྐོར་མཚན་གནས་སུ་ཡོང་ནས་ཡུལ་སྐོར་སྣེ་ལེན་གྱི་ལས་ཀ་ཚང་འཇོག་དགོས་པ་དང་རྐང་འཁོར་གྱིས་ཡུལ་སྐོར་སྣེ་ལེན་ནང་ཉིན་ཁ་ཕྱེད་སྒོར་བརྒྱད་པ་དང། པ་སངས་ནོར་བུ་ལགས་ནས་ཉན་རྡོ་པ་ཚོ་ལ་ཡིག་གོ་གནས་ལེན་གྱི་ཡིག་ཆ་བསྟན་ཡོད་ནའང་ཉན་རྡོ་པས་ངོ་ལྷིང་འཚེ་མེད་པར་མ་ཟད་ཁྲ་འགའ་ཡིན་གོ་སུ་ཀྱི་ཉན་རྫོགས་རྩེའི་སྐོར་འབྲེལ་བྱས་གནང་ཡོད། པ་སངས་ནོར་བུ་ལགས་སུ་ཡིག་གོ་གནས་ལེན་སྐོར་མཁོ་བསྟན་ཡས་པ་དང་དེ་དག་ཚོ་མ་སྤུ་ཀ་ཧ་ཅང་ཡག་པོ་ཅང་ཡན་འདི་པ་དང་ཁོང་གི་ནང་མི་གི་འཚོ་བ་ཡང་ཡུལ་སྐོར་སྣེ་ལེན་གྱི་ལས་ཀ་ལ་བརྟེན་ནས་ཡོད་པ་དང། ད་ལྟ་ཁོང་ལ་ཤི་སྟེ་ཨ་མ་ཚང་ཆེ་དང་ས་གནས་སུ་སློབ་གྲྭ་ལ་འགྲོ་བཞིན་པའི་ལོ་ན་ཅི་སངས་ཅན་གྱི་གཅུང་མོ་ཆུ་སྒྲོན་ཞུ་བ་བཅས་ཡོད་འདུག་ཁ་ན་ད་ནང Ontario ས་གནས་བུད་མེད་ལྷན་ཚོགས་ཀྱི་བེད་སྤྱོད་བུད་མེད་རང་འགན་ལུང་གྱི་དུ་ཀྲེན་ཐེན་ཀྲིས་རེ་ཟུང་པ་དེ་གསུང་ཆོས་ཞུས་གནང་འདུག་གནས་ཚུལ་འདི་སྐོར་ཨེ་ཤ་ཡ་རང་སློང་ཁྲན་ཁང་གི་གསར་འགོད་པ་ཨོ་ཇིན་ལགས་ཀྱིས་ཉིན་རེ་གནང་གི་རེད། བུད་མེད་རང་དབང་སྒེར་ལངས་ཀྱི་ཉིན་མོ་དང་འབྲེལ་བའི་ཐོག་ཨོན་ཐའེ་རེའོ་ས་གནས་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་བདེ་ཆེན་དགའ་བ་ལགས་ནས་དབུས་ཀྱི་གསུང་འཕྲིན་སྒྲོག་སྦྱངས་གནང་བ་དང་ལྷན་དུ་བོད་ཀྱི་རྩ་དོན་ཆེད་བོད་ཀྱི་བུད་མེད་དཔའ་མོ་རྣམས་ཀྱི་སྙིང་སྟོབས་དང་སོ་སོའི་མི་རིགས་ལ་ལྷག་བསམ་རྣམ་དག་གི་ཞབས་འདེགས་རླབས་ཆེན་བསྒྲུབས་གནང་བར་མི་རབས་གཞོན་པ་ཚོས་མིག་དཔེ་དང་རྒྱུན་འཁྱོངས་གནང་གལ་ཆེ་བ་ཁོང་ནས། ཨོན་ཐའེ་རེའོ་མངའ་སྡེའི།

དེ་མིན་སྤྱི་ཟུར་ཚེ་རིང་ནོར་འཛོམས་ལགས་ནས་དུས་དྲན་ཉིན་མོ་དང་བསྟུན་ནས་བུད་མེད་སྒེར་ལངས་ཀྱི་གནས་བབ་ས་གནས་བུད་མེད་ཚོར་ངོ་སྤྲོད་དང་བོད་ནང་རྒྱ་གཞུང་གི་དྲག་གནོན་འོག་གཞིས་ལུས་བུད་མེད་ཚོའི་གནས་སྟངས་རྫ་དྲག་ནང་གནས་ཡོད་པ་དེ་བཞིན་ཡུག་ཀེ་རེན་གྱི་བུད་མེད་ཚོས་སོ་སོའི་རྒྱལ་ཁབ་ལ་ཞལ་འདེབས་གནང་བ་བཞིན་བོད་པའི་བུད་མེད་ཚོས་བོད་ཀྱི་རྩ་དོན་ཆེད་ལས་འགན་འཕར་མ་བླངས་གལ་ཆེ་བ་ཁོང་ནས། གསུང་བཤད་གནང་སོང། དཔེར་ན་བུད་མེད་དུ་ནི་གཟི་དང་གམ་པའི་མདོག་མི་ནི་ཁྱོ་ག་ཚང་མ་ལོ་ལྟར་སྣང་མི་སྣང་ན་རྫིང་བུ་རེད་ཟེར་བྱས་དང་བླངས་ཐོག་ནས་འཕེལ་ཡུལ་དང། བུད་མེད་དུ་གམ་པའི་སྣང་བུ་དང་དེ་ན་ཤིང་གི་དང་བླངས་ཐོག་ནས་ད་ཆ་ལས་སྣང་བུ་དུ་བ་ད་ལྟ་ཡུག་ཀེ་རེན་གྱི་གནས་སྟངས་དང་དེ་ན་ཤིང་ང་རང་ཚོས་ཚང་མ་ལོག་གི་ཏན་ཏན་སྣང་གི་ཡོད་རེད་སྣང་གི་མེད་ཞུ་གི་མེད་གོ་ནོར་མ་ཐལ་བའི་སྣང་རོ་ན། བུད་མེད་རྒན་གཞོན་བར་གསུམ་ནས་བོད་དོན་ཆེད་སྔར་ལྷག་ཤུགས་སྣོན་རྒྱག་དགོས་པ་དང

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་གྱིས་ཁེ་ན་ཏྲེ་གྲོང་ཁྱེར་ཀྲོན་ཀྲོ་བོད་མིའི་གནས་སྡོད་དཔག་བསྐྲལ་གྱི་ས་གནས་ནས་རྒྱང་སྲིང་ཞུ་གི་ཡོད།
བུད་མེད་རྒན་ལོང་ཐེན་ཀྲི་ཆི་རེ་སོན་ཁོབ་ཀི་དུས་དྲན་དེ་བཞིན་སུད་སི་བེད་སྤྱད་བུད་མེད་ཚུད་པའི་ཉེ་འབྲེལ་གྱིས་སུད་སི་དྲུང་ཆེ་ཛི་རིན་ནོ་གང་བཀྲོལ་སྐྱེ་འཕེལ་གྱི་ལག་ནས་བཟུང་བརྩི་ཞུ་གནང་དང།

མི་དམངས་སྒེར་ལངས་དང་དེའི་རྗེས། ཚེས་བཅུ་གཉིས། བུ་མོའི་སྒེར་ལངས་དེ་ཉིད། ང་རང་ཚོ་བོད་ཕྱི་ནང་སུ་ཡོད་པའི་གི། བོད་མི་ཡོངས་ཀྱི་སེམས་ལ་བརྗེད་མ་ཐུབ་པའི་གི་ཉི་མ་གཉིས་ཆགས་བསྡད་ཡོད་རེད། གལ་འགངས་ཆེ་ཤོས་དེ་མི་རབས་གོང་མ་རྣམས་ཀྱི་མཛད་རྗེས་སྙིང་ལ་བཅངས་མི་སོ་སོའི་ནུས་ཤུགས་ལ་དཔག་པའི་གཅེས་འདོན་གྱི་ཆེད་འཁོད་པར་འོས་འགན་སྒྲུབ་རྒྱུ་དེ་གཡུལ་ཐབས་མེད་པ་ཞིག་ལ་ངོས་འཛིན་གྱིས་དོན་དུ་གཞེས་ལོས་བོད་འབངས་རྣམས་ཀྱི་མགྲིན་ཚབ་སྣུམ་བག་མེད་པ་ཞིག་གནང་དགོས་ཅེས་དང། སྐུ་མགྲོན་གཙོ་བོ་སུད་སི་ཐན་ལེགས་ལྡན་ཞི་ཀྲང་བོད་རིགས་ཚོགས་པའི་ཚོགས་གཙོས་ཨ་མ་ཨ་ཏི་དང་ངག་དབང་བཟང་སྒྲོན་ཕུན་ཚོགས་ཉེ་སྒྲོན་བཅས་ཀྱིས་མཚན་སྨོད་དེ་བསྔགས་བརྗོད་དང་བཅས་གསུང་བཤད་གནང་དོན་དུ། བུད་མེད་འདི་གའི་གི་སྙིང་སྟོབས་དང་བུད་མེད་འདི་གའི་གི་ཨ་ནི་སོ་སོའི་གི་སྲོག་འབེན་ལ་བཙུགས་བྱས་ནས་ཕྱག་ལས་གནང་གི་ཡོད་དུས་ང་ཚོ་ཕྱི་རྒྱལ་རྒྱལ་ཁབ་རང་དབང་རྒྱལ་ཁབ་ལ་ཞུགས་ཉེན་གི་བུ་བུད་མེད་ཡིན་ནས་རེད། ང་ཚོའི་བོད་པའི་མི་སུ་ཡིན་ནས་ཀྱི་ང་ཚོས་ཀྱི་ཉིན་རེ་ཉིན་རེ་ལ་མ་བརྗེད་པའི་ཐོག་ནས་ཨ་ནི་ང་ཚོས་ཀྱི་བོད་ཀྱི་བདེན་མཐའ་མ་སེལ་བར་དུ་ཕྱག་ལེན་གནང་དགོས་ཀྱི་འདུག། བསྟན་སྲིད་མི་རིགས་ལ་རྒྱའི་དོན་དུ་བློས་གཏོང་ཆེན་པོ་གནང་མཁན་རྒྱལ་གཅེས་དཔའ་བོ་མོ་རྣམས་ཀྱི་སྙིང་སྟོབས་ཀྱི་རྗེས་སུ་འབྲངས་ཏེ་ཨ་མ་ཨ་ཏི་ལགས་དང་ངག་དབང་བསམ་སྒྲོན་ལགས། ཕུན་ཚོགས་ཉི་སྒྲོན་ལགས་སོགས་ནས་སྙིང་སྟོབས་ཆེན་པོའི་སྒོ་ནས་རྒྱ་ནག་གུང་ཁྲན་ཏང་གི་སྲིད་བྱུས་ལ་ངོ་རྒོལ་གནང་པའི་མཛད་རྗེས་ལ་རྗེས་སུ་ཡི་རངས་དང། དེ་བཞིན་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་ལྔའི་ལོ་རྒྱལ་སྤྱིའི་བུད་མེད་ཀྱི་ཚོགས་ཆེན་རྒྱ་ནག་ལ་འཚོགས་པའི་སྐབས་བཙན་བྱོལ་བོད་མིའི་ཁྲོད་ནས་བོད་མི་དགུ་པེ་ཅིང་དུ་ཕེབས་ཏེ་སྐད་གྲགས་བཞག་ཡོད། དེ་ལྟ་བུའི་མཛད་རྗེས་ལ་དྲན་གསོ་ཞུས་པ་དང་ཆབས་ཅིག་རྒན་པའི་མཇུག་མུ་མཐུད་གཞོན་པས་སྐྱོང་དགོས་པའི་བཀོད་ཆགས་གོ་སྐབས་བཟུང་སྟེ་ཞུ་གི་ཡོད་ཅེས་དང། དེ་མིན་སྐུ་མགྲོན་གཙོ་བོའི་གྲས་སུད་སི་དོན་གཅོད་ཀོང་ལོ་ཆེན་མོ་རིག་འཛིན་ལགས་ནས་གསུང་བཤད་གནང་དོན་དུ། ག་དུས་ཡིན་པ་ནས་ཀྱི་སྐད་ཆ་རིང་པོ་བཤད་ནས་རེད་ཐུང་ཐུང་བཤད་ནས་རེད་ང་ཚོ་དགོས་ཡ་དེ་ནི་ཆོལ་གསུམ་བོད་རིགས་ཚང་མ་རྡོག་རྩ་གཅིག་སྒྲིལ་བྱས་ནས་གནས་དགོས་ཀྱི་འདུག་བཤད་ནས་ཞུ་ཡ་དེ་ཡིན་ཨ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཁྲི་ལོ་བརྟན་པ་དང་བོའི་བདེན་མཐའ་མྱུར་དུ་གསལ་དགོས་ཀྱི་སྨོན་འདུན་ཞུ་ཡ་ཡིན་ཐུགས་རྗེ་ཆེ་ན། མཇུག་ཏུ་བོད་མིའི་སྒེར་ལངས་དང་གསུམ་བཅུའི་དུས་དྲན་གྱི་ནང་མཉམ་ཞུགས་གནང་མཁན་ཁག་ཅིག་ལ་དགོངས་ཚུལ་ཇི་ཡོད་འཚོལ་བར་རྗེས་ཆུང་བཀའ་འདྲི་ཞུས་པའི་བཀའ་ལན་དུ། དམིགས་བསལ་བཙན་བྱོལ་ལ་དེ་སྔའི་ཚང་མ་གི་ད་རྒན་གཅིག་ཁྱེད་ནི་ཨ་ནི་ང་ཚོ་གི་རྩ་དོན་ལ་ལས་ཀ་བྱེད་འོ་འདུག་བསམ་གི་རང་ཨ་འདི་གང་ཚོ་གི་བུ་གུ་གཙོ་བོ་དེ་དེ་རིང་འདི་རང་ཆགས་ཀྱི། དགའ་བའི་གནས་སྟངས་བྱས་འདུག་སྡུག་བའི་གནས་སྟངས་བྱས་འདུག་དགའ་བའི་གནས་སྟངས་ག་རེ་ལ་ན། སྔོན་གནས་དྲང་གནས་ད་ལྟ་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་བོད། རྒྱ་མི་དམར་པོའི་འོག་ནས་ཨ་ནི་ཚུ་བཙན་བྱོལ་ལ་རྒྱ་གར་འཕགས་པའི་ཡུལ་ལ་ཕེབས་ཐུབ་ཡ་དེ་ང་ཚོ་ཚང་མའི་གཏམ་བཟང་དགའ་དགོས་ཡ་གི་དངོས་གནས་གནས་ཚུལ་གལ་སྲིད་ཁོང་འདྲ་བོ་ཅིག་མེད་པ་ཡིན་ན་རེ་བ་ང་ཚོ་ད་འདི་གནས་སྟངས་ལྷག་ཡ་གི་གོ་ཁ་ཁོ་རང་ཡོད་མ་རེད་འདི་རེད་ད། ཅིག་སྐྱོ་དགོས་ཡ་གི་གནས་ཚུལ་ནི་ང་ཚང་མའི་མཁྱེན་གསལ་རེད་ད་གཙོ་བོ་གཞིས་ལ་ཡོད་པའི་ང་རང་ཚོ་སྤུན་ཟླ་ཚོ་ཕྱིའི་ལུས་ནང་སེམས་གང་འདྲའི་སྐུ་ངལ་གྱི་ནང་ལ་ཡོད་རེད། གཙོ་བོ་ཚོ་དམིགས་བསལ་འགྲོ་འགའ་བྱེད་ཡ་དེ་ང་ཚོ། དང། གཙོ་བོ་ཆོད་སེམས་དམ་པོ་བྱེད་དགོས་པ་དེ་དང། དེ་ནས་དངོས་གནས་ལྷག་བསམ་ད་ངས་ད་ལྟ་གང་ནས་བཤད་དང་ཐུབ་འགྲུལ། ང་ཚོ་ཚང་མ་དངོས་གནས་སྐད་འབོད་རྒྱབ་སྲིད་ལ་ང་ཚོ་སྐད་འབོད་ཤུགས་རྒྱབ་ཅིག་སྐད་ཡག་དང་ད་དེ་རེ་བ་དེ་མ་བརླག་ཡ་དེ་ངའི Message གཙོ་བོ་དེ་དེ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་རབ་སྒང་ཚེ་ཕུན་རྒྱའི་སུད་སི་ནས་ཞུགས་ཡོད། ཨ་རིའི་གྲོས་ཚོགས་ཀྱི་དམག་སྡེའི་ཚོགས་ཆུང་གིས་དྲ་རྒྱ་གི་ཐོག་སྙན་ཞུ་གནང་སྟེ་ཨ་རིས་རྒྱ་གར་གྱི་བདེ་འཇགས་སྲུང་སྐྱོང་ལ་གདོང་ལེན་བྱ་དགོས་པ་བཅས་ཡས་དང་ཞི་བདེ་རྒྱ་མཚོ་གི་ཁུལ་དུ་ཨ་རིའི་དམག་དཔུང་གི་ལས་སྟེགས་འབྲེལ་ཚོགས་ཚོགས་ཚང་ཨ་རིའི་བདེ་སྲུང་ལས་ཁུངས་ཀྱི་ལས་སྟེགས་མཛད་ཚོགས་དང་མ་འོངས་རྩིས་ཆ་སོགས་ཀྱི་སྐོར་དཔྱད་གཞི་གནང་ཡས་པའི་སྐོར་བསྟན་འཛིན་བདེ་སྐྱིད་ལགས་ཀྱིས་ཉིན་རེ་གནང་གི་རེད། ཁོང་གིས་ད་ལྟ་ར་ཤི་ཡ་དང་རྒྱ་ནག་གཉིས་ཀྱིས་ཤུགས་རྐྱེན་དང་བཙན་སྐུལ་གྱིས་འཇིགས་སྐུལ་བྱེད་བཞིན་པ་དེར་ཨ་མི་རི་ཀས་གདོང་ལེན་གནང་རྒྱུ་གྲ་སྒྲིག་ཡིན་ལ་ཨ་མི་རི་ཀའི་ངོས་ནས་མཐུན་ཕྱོགས་ཀྱི་རྒྱལ་ཁབ་རྣམས་ཀྱིས་མཐུན་ལམ་རྒྱ་སྐྱེད་བྱེད་རྒྱུར་ཤུགས་སྣོན་བརྒྱབ་སྟེ། འཛམ་གླིང་ཁྱོན་ཡོངས་དང་ལྷག་པར་དུ་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་མཚོ་གླིང་རྒྱལ་ཁབ་ཁག་གི་སྲུང་སྐྱོབ་ཀྱི་ཆེད་རྒྱ་ནག་གཞུང་ལ་གདོང་ལེན་བྱ་རྒྱུ་ཡིན་པ་གསུངས་གནང་སོང། གཞི་རྩའི་འདི་ལོ་སྤྱི་ཟླ་གཉིས་པའི་ནང་ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་ཇོ་སྦའི་ཏན་གཞུང་གིས་ཤོག་གྲངས་བཅུ་གཉིས་ཅན་གྱི་སྲིད་ཇུས་དང་འབྲེལ་བའི་ཐབས་ཇུས་བསྐྱར་ཞིབ་ཀྱི་ཡིག་ཆ་ཞིག་འདོན་སྤེལ་གནང་བ་དེ་ཡི་ནང་ཨ་མི་རི་ཀའི་གཞུང་ཕྱོགས་ནས་ལྷོ་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་མཚོ་གླིང་ཁག་ཆ་ཚང་ཐོག་དོ་སྣང་དེ་ཤུགས་ཆེ་རུ་གཏོང་རྒྱུ་ཡིན་པའི་སྐོར་བསྐྱོན་གནང་ཡོད་པ་རེད། ད་དུང་གོང་ཞུས་ཨ་མི་རི་ཀའི་གཞུང་གི་སྲིད་ཇུས་དང་འབྲེལ་བའི་ཡིག་ཆ་དེ་ཡི་ནང་ཨ་མི་རི་ཀས་རྒྱ་གར་ཞི་བདེ་རྒྱ་མཚོའི་མངའ་ཁུལ་ནང་གི་རྒྱལ་ཁབ་ཁག་དང་མཐུན་འབྲེལ་གྱི་འབྲེལ་ལམ་དེ་དེང་རབས་ཅན་ཞིག་ཏུ་བསྒྱུར་ཐབས་དང་མཐུན་ཕྱོགས་རྒྱལ་ཁབ་ཁག་གི་འབྲེལ་ལམ་དེ་ཤུགས་ཆེ་རུ་གཏོང་རྒྱུ། ཡང་མངའ་ཁུལ་གྱི་ཚོགས་སྡེ་ཁག་གི་ནུས་སྟོབས་ཆེ་རུ་གཏོང་རྒྱུ་དང་ལྷག་པར་དུ་རྒྱ་གར་རྒྱལ་ཁབ་དེ་ནུས་ཤུགས་ཆེ་རུ་གཏོང་ཐབས་ཀྱི་གལ་གནད་སྐོར་ཡིག་ཆ་དེའི་ནང་བསྐྱོད་ཡོད་པ་རེད། གྲོས་ཚོགས་འཐུས་མི་སྐུ་ཞབས Adams ལགས་ཀྱིས་ད་དུང་ཨ་མི་རི་ཀའི་ངོས་ནས་ཞི་བདེ་རྒྱལ་ཚོགས་མངའ་ཁུལ་གྱི་བདེ་འཇགས་དང་འབྲེལ་ནས་དཀའ་རྙོག་རྣམས་ཞི་བའི་སྒོ་ནས་སེལ་རྒྱུ་དང་རྒྱལ་ཁབ་ཕན་ཚུན་འཆམ་མཐུན་འོག་གནས་རྒྱུའི་འབད་བརྩོན་བྱས་ཡོད་ན་ཡང་འདས་པའི་ལོ་བཅུ་ཕྲག་ཅིག་གི་ནང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱིས་དེར་རྒྱུད་འཛིན་གྱི་རྣམ་འགྱུར་འོག་ཨ་མི་རི་ཀ་ཞི་བདེ་རྒྱ་མཚོའི་མངའ་ཁུལ་ནས་ཕྱིར་འབུད་གཏོང་ཐབས་བྱས་ཡོད་པ་དེ་ཡིས་མི་གཅིག་དབང་བསྒྱུར་གྱི་རྒྱ་ནག་གཞུང་དེ་ནི་དཔལ་འབྱོར་གྱི་ཁེ་ཕན་མ་གཏོགས་འགྲོ་བ་མིའི་ཐོབ་ཐང་ལ་བརྩི་བཀུར་མ་ཞུས་མཁན་ཞིག་ཡིན་པ་མངོན་གསལ་ཆགས་ཡོད་པ་དང། དེ་བཞིན་ཨ་རི་དང་མཐུན་ཕྱོགས་རྒྱལ་ཁབ་ཚང་མས་མཉམ་ལས་ཀྱི་ཐོག་ནས་རྒྱ་ནག་ལ་གདོང་ལེན་བྱེད་དགོས་པ་གསུངས་སོང། ཡང་ད་རེས་ཀྱི་ཉན་ཞིབ་ཐོག་མཉམ་ཞུགས་གནང་མཁན་ཨ་རིའི་ཞི་བདེ་རྒྱ་མཚོའི་བདེ་སྲུང་ལས་དོན་གྱི་དྲུང་ཆེ་ལས་རོགས་སྐུ་ཞབས Ely Ratner ལགས་ནས་ཀྱང་ཞི་བདེ་རྒྱ་མཚོ་མངའ་ཁུལ་གྱི་བདེ་འཇགས་དང་སྲུང་སྐྱོབ་ནི་ཨམ་རི་ཀའི་བདེ་སྲུང་ལྷན་ཁང་གི་གནད་དོན་གལ་གནད་ཆོད་ཤོས་ཤིག་ཆགས་ཀྱི་ཡོད་པ་དང། ད་ལྟའི་ཆར་རྒྱ་ནག་གཞུང་གིས་མངའ་ཁུལ་དེ་ཡི་ནང་བཙན་འགྱུར་བྱེད་བཞིན་པའི་གནས་སྟངས་འོག་ཕྱོགས་ཡོངས་ནས་བདེ་འཇགས་ལ་ཉེན་ཁ་ཆེན་པོ་བཟོ་བཞིན་ཡོད་པ་འགྲེལ་བརྗོད་གནང་གི་འདུག། བརྙན་པར་སྒྲིག་སྦྱོར་བ་པ་སངས་དོན་བདེ་ལགས་དང་གནས་ཚུལ་དེའི་ཕྱོགས་སྒྲིག་གི་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན།
ཁ་ནཱ་ད་གྲོང་ཁྱེར Calgary ནང་ཡོད་པའི་བོད་ཀྱི་མཐའ་མཚམས་ཞེས་པའི་བོད་སིལ་ཁང་གིས་ཡུ་ཀེ་རེན་གྱི་ཆེད་དུ་དཔལ་འབྱོར་མདུན་སྐྱོད་ཀྱི་ཚང་གི་དཔེ་འགོད། དེ་ཡང་ཁ་ནཱ་ད་གྲོང་ཁྱེར Calgary ནང་ཡོད་པའི Tibet Kitchen དེ་བོད་ཀྱི་མཐའ་མཚམས་ཞེས་པའི་བོད་སིལ་ཁང་གིས་འདས་པའི་རེས་གཟའ་ཉི་མ་ཉིན་ཡུ་ཀེ་རེན་གྱི་ཆེད་དུ་ཟ་མ་ཟ་ཞེས་པའི་ཚང་གི་ཞལ་དཔེ་ནི་ཡུཀ་རེན་གྱི་ཆེད་དུ་དཔལ་འབྱོར་མདུན་བསྐྱོད་གནང་ཡོད་ཅིང། འདི་དུས་ས་ཁོངས་ཀྱི་སྦྱིན་བདག་བལ་མོ་བསྟན་འཛིན་འཕྲིན་ལས་ལགས་ཀྱིས་ཁོང་དགུན་གྱི་ངོ་དེབ་དུ་ཚང་གི་ཀྱི་སྐོར་ལ་གསལ་བསྒྲགས་སྤེལ་པ་སོགས་ལ་གཞིགས་ན། སྤྱི་ཟླ་གསུམ་པ་གི་ཚེས་གཅིག་སང་ཉིན་གྱི་ཉིན་དགུང་ཕྱི་ཚེས་བཅུ་གཉིས་ནས་དགོང་མོ་ཕྱི་ཚེས་དགུ་བར་དུ། བལ་གཟིགས་ཁང་དེ་ལ་ཡོང་མཁན་དག་གིས་མི་རེ་ལ་ཨ་སྒོར་ཉེར་བཞི་རྩ་ལྔ་རེ་སྤྲད་ནས་བལ་གཟིགས་སྣང་མོ་ལ་རང་སྟེང་གི་ས་ཕྱུག་པ་དང་ཚང་གི་ཀྱི་ཡུལ་འགོ་ཚང་མ HUGS ཞིག་ཡུ་ཀུ་རེན་ལ་ཡི་རན་གྱི་རུག་རམ་མཛད་མཁན་གྱི་ཚུགས་པ་དེ་བརྒྱུད་ཡུ་ཀུ་རེན་ལ་སྒུག་ངན་གྱི་རུག་རམ་ཆེ་ཞན་དེ་སུ་སྤྲད་ཀྱི་ཡེད་པ་གན་འདུག་ཚང་གི་དེ་ལ་སྤྱི་ཚུགས་དྲ་རྒྱ་གི་བརྒྱུད་ལམ་དུ་མི་མང་པོ་ཞིག་གི་དགའ་བསུ་ཆེན་པོ་ཞག་ཆེན་རྒྱས་པ་དང་བརྒྱུད་སྐུར་རྩིས་པ་སུ་བཙས་ནས་རྒྱ་ཁྱུ་གྱི་རྣམ་པ་བསྟན་འདུག། རྒྱལ་བཀོད་པའི་ལི་སང་གཞིས་གྲོང་མོ་མོ་ནི་གོང་ས་མཆོག་གི་ཚོགས་རྗེས་དེ་དེ་བག་གི་སྟེང་དུ་ངོ་མཚན་གྱི་བཀའ་བཟང་གོ་དཀའ་བྱས་ཏེ་བརྩིས་ཏེ་མཇལ་ཁ་བཅར་གནང་འདུག་གནས་ཚུལ་འདིའི་སྐོར་སངས་རྒྱས་པ་པད་མ་དངོས་གྲུབ་ལགས་ཀྱིས་ཉིན་རེ་གནང་གི་རེད། རྗེ་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱལ་སྤྱིའི་ལོ་གཅིག་སྟོང་དགུ་བརྒྱ་དོན་བཅུ་དོན་གསུམ་ལོར། རྒྱ་གར་ལྷོ་ཕྱོགས་འབར་ཀུམ་པའི་ལུགས་ཟུང་བསམ་འགྲུབ་གླིང། གཞིས་གྲོང་སྔ་དྲོ་གཉིས་ཀའི་ལྷ་ཁང་དུ་ཆིབས་བསྒྱུར་གནང་ཞིང། སྐབས་དེར་མགོན་པོ་གང་ཉིད་ནས་རྟེན་གཙོ་སྐུ་ཕྱག་ཕུལ་སྐབས། ཕྱག་རྒྱ་བཞག་གནང་བ་དེར་ལོ་ལྟར་བོད་པའི་ལོ་གསར་ཚེས་པོ་གསུམ་གྱི་ཉིན། ཞི་ཁྲོ་སྔ་དྲོ་གཉིས་ཀའི་མི་མང་ཚང་འཛོམས་ཀྱིས་ལོ་གསར་གྱི་དགའ་སྟོན་རྟེན་འབྲེལ་མཛད་སྒོ་ཚུགས་སྐབས། ལྷ་ཁང་ནང་གི་རྟེན་གཙོ་རྣམས་མཇལ་ཁ་བཏང་གནང་བ་དང་ཆབས་ཅིག ྋགོང་ས་མཆོག་གི་ཕྱག་རྗེས་དེའང་མཇལ་ཁ་བཏང་གནང་གི་འདུག་པ་ལྟར། མི་མང་ཚོས ྋགོང་ས་མཆོག་གི་ཕྱག་རྗེས་དེ་དད་པའི་སྟེང་དུ་ངོས་འཛིན་གནང་སྟེ། བྱ་དགའ་བཅའ་རྒྱུ་སྐལ་བཟང་གོ་སྐབས་ཤིག་འདུག་བརྩིས་གནང་གི་འདུག། ཨ་ནི་ཡས་ད་ལྟ་གོང་ས་མཆོག་གི་ཕྱག་ཆེན་འདི་སྙེ་མ་ཆུང་ཆུང་སྐབས་སུ་ཐེངས་མ་གཅིག་བྱེད་རྒྱུ་རོ་ང་དྲན་གྱི་འདུག་འདི་རྗེས་དྲན་གྱི་མི་འདུག་ར་ཨ་ནི་འདི་རྗེས་ལ་ག་དུས་རེད་ཨོ་འདི་སྔའི་ལོ་སར་དེ་ལ་ང་ཐེངས་མ་གཅིག་བྱས་གོ་སྐབས་བྱུང་ཨ་ད་ག་ན་ཞིག་ད་རིང་ཐེངས་མ་གཅིག་གོ་སྐབས་བྱུང་ར་ཨ་འདི་དཔེ་བསྐལ་པ་བཟང་པོ་བྱས་ང་བསོད་ནམས་ཆེན་པོ་གཅིག་ག་ལ་བ་རེད་བྱས་བྱུང

སྐབས་དེར་ཞི་ཁྲོ་ལྔ་པའི་སྤྱི་མི་བསམ་གྱིས་དབང་རྒྱལ་ལགས་ཀྱིས་དེ་གའི་རླུང་འཕྲིན་ཁང་ལ་ངོ་སྤྲོད་འདི་ལྟར་གནང་བྱུང། ད་ལྟ་རིམ་པ་གཅིག་གི་ཆ་རྗེས་བཞག་གནང་ཡག་དེ། ཆིག་སྟོང་དགུ་བརྒྱ་དྲུག་ཅུ་བདུན་ཅུ་དོན་གསུམ་ལོར་རེད་བཞག་དོན་བདུན་གསུམ་ལོར་ལ། དེའི་ལ་ཁང་ལ་ཆུ་རྒྱུན་བཏང་རེད་ཆུ་རྒྱུན་བཏང་བྱས་ནས་རྟེན་གཙོ་ལ་ཡག་བསྐོ་ཆག་པོ་གནང་དུས་ཚར་ནས། ཨ་ནི་ཆ་རྗེས་དེ་བཞག་བཞག་ཆ་རྗེས་བཞག་ལམ་སང། ཤེས་ཡོད་མ་རེད་དེ་ནས་རྒྱ་གོ་རིམ་ཅིག་ཕྱི་ཁ་བསྒྱུར་ཚད་བྱེད་ལ་དེ་དུས་ཚོ་ནས་ཁོ་གཉིས་ཀྱི་རྒྱ་གོ་རིམ་ཅིག་ཆ་བྱེད་དེ་བཞག་བཞག་བཞག་དེ་དུས་ཚོ་ནས་ནི་ལྟ་དུས་ཚོ་ནས་ཆ་བྱེད་དེ་པའི་ས་ཐག་གཅོད་ཡག་པོ་བྱེད་བཞིན་འདུག་ལ། ཡང་གོ་ལ་ཐ་ལའི་གཞིས་གྲོང་དྲུག་པའི་སྤྱི་མི་ལས་ཐོག་བཀྲ་ཤིས་རྣམ་རྒྱལ་ལགས་ཀྱིས་གསུངས་ན་གོ་ལ་ཐ་ལའི་ལྷ་ཁང་ནང་ཡོད་པའི་གོ་ས་མཆོག་གི་ཕྱག་ཆས་དེ་ནི་ལོ་ལྟར་བོད་པའི་ལོ་སར་ཚེས་པ་གསུམ་གྱི་ཉིན

བོད་ཀྱི་དཔེ་མཛོད་ཁང་དུ་བདུད་ཀྱི་སྲུང་བ་ཞེས་པའི་འདྲེན་ཐེངས་ཁུངས་བཤད་གནང་བ་དང་སྦྲགས་ལུས་ཀྱི་བདེ་སྐྱིད་དགོས་པ་ལ་ཚན་རིག་གི་ལྷོ་སྒྱུང་དགོས་རྒྱུ་གལ་ཆེ་ཡིན་པ་དགེ་བཤེས་ལྷ་དར་ལགས་ཀྱིས་གསུངས། གནས་འདི་སྐོར་ཨེ་ཤ་ཡ་རོང་རླུང་འཕྲིན་ཁང་གི་སེང་གེ་པ་ཡེ་ཤེས་ཟླ་བ་ལགས་ཀྱིས་ཉིན་འགྲེལ་གནང་གི་རེད།
སྟོན་པ་ཤཱཀྱ་ཐུབ་པས་དགེ་སློང་དག་གམ་ཁྱེད་རྣམས་ཀྱིས་བསྲེག་བྱེད་ཟླ་བའི་གསེར་བཞིན་དུ་ལེགས་པ་དག་ལ་ང་ཡི་བཀའ་བླང་བར་བྱ་བའི་གོལ་ཅི་མེད་ཞེས་གསུངས་པ་ལྟར་དུས་ཁྱོད་ཅི་ནུས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་བསྩལ་བའི་སྐབས་ནང་པའི་གཞུང་ལུགས་དེ་ནི་ཚན་རིག་གི་ལམ་ནས་སློབ་སྦྱོང་གནང་རྒྱུ་གལ་ཆེན་པོ་ཡིན་པ་གསུངས་པ་བཞིན། ད་རིང་བོད་ཀྱི་དཔེ་མཛོད་ཁང་གི་མདུན་ཐང་དུ་བདུད་ཀྱི་གསང་བ་ཞེས་པའི་འགྲེམས་སྟོན་ཞིག་གོ་སྒྲིག་གནང་སོང། གཤམ་ལ་བོད་ཀྱི་དཔེ་མཛོད་ཁང་གི་འགན་འཛིན་དགེ་བཤེས་ལྷག་རྡོར་ལགས་སུ། བོད་མི་ཚོའི་ངོས་ནས་ཚན་རིག་གི་སློབ་སྦྱོང་དེ་དོ་སྣང་གནང་དགོས་རྒྱུ་གལ་ཆེན་པོ་ཇི་ཙམ་ཡིན་མེད་ཐད་ལ་བཀའ་འདྲི་ཞུས་པར། ད་ལྟའི་ང་ཚོས་དོ་སྣང་བྱེད་དགོས་རྒྱུ་མཚན་ག་རེ་རེད་ཟེར་ན། ང་ཚོས་མི་སེང་ངེ་དེ་སྤྱི་བཏང་ནས་ད་དམིགས་ཡུལ་ར་བ་དེ་བདེ་སྐྱིད་ཆེད་དུ་ར་བ། གཏན་གྱི་བདེ་སྐྱིད། གཏན་གྱི་བདེ་སྐྱིད་ཟེར་གྱི་ཡོད་རེད་ད། འཕྲལ་གྱི་བདེ་སྐྱིད་འགོག་དགོས་ར་བ། ད་བདེ་སྐྱིད་ཟེར་དུས་ལུས་ཀྱི་བདེ་སྐྱིད་དང་སེམས་ཀྱི་བདེ་སྐྱིད་གཉིས་རེད་བ། ལུས་ཀྱི་བདེ་སྐྱིད་དཔེ་དོན་དག་ལ་ད་ཚན་རིག་དང་འཕྲུལ་རིག་དང་དམིགས་བསལ་གྱི་འབྲེལ་བ་ཆེན་པོ་ཆགས་བསྡད་མཁན་ཞིག་རེད་བ། དཔེར་ན་འཕྲུལ་ཆས་ཐོག་ནས་ང་ཚོས་ད་ངས་བཤད་དགོས་མ་རེད། མང་པོ་ཞིག་ཡོད་ཅིག་ཕར་ཚུར་འགྲིམ་འགྲུལ་ཡིན་ན་ག་རེ་ཡིན་ན་ལས་སླ་བོ་བྱེད་དུས་མང་པོ་ཅིག་བཟོས་བཞག་ཡོད་རེད་དེ་མིན་པའི་མཐུན་རྐྱེན་ག་རེ་ཡིན་ན་མང་པོ་བཟོས་བཞག་ཡོད་རེད་བ། ད་དེ་ཡོང་ས་དེ་ཚན་རིག། ཡོང་གི་ཡོད་ཙང་ཚན་རིག་གི་ལྗང་ཁུ་འདི་ཆགས་ཀྱི་ཡོད་རེད་བ། ད་ཡིན་ན་འདི་གཅིག་པུ་ཚན་རིག་དང་འཕྲུལ་རིག་གཅིག་པུ་གིས་ཕན་གྱི་ཡོད་མ་རེད་དེས་ན་བྱམས་སྙིང་རྗེ་དེ་རྩ་བ་ཉིད་ནས་འདང་གི་ཡོད་མ་རེད། ཚན་རིག་ནང་ལ་བྱམས་སྙིང་རྗེ་བསླབ་ཡས་ཀྱི་སློབ་ཚན་ཟེར་དེ་འདྲའི་དམིགས་བསལ་གལ་ཡོད་མ་རེད་ཡིན་ན་ཚན་རིག་སྦྱངས་ན། ཚན་རིག་གིས་ཁོ་བརྟག་དཔྱད་རང་བྱས་ནས་དངོས་ཡོད་གནས་ཚུལ་ག་རེ་འདུག་དེ་བརྟག་དཔྱད་བྱེད་དུས། ཨེ་ནི་དེའི་བརྟག་དཔྱད་བྱས་པའི་གྲུབ་འབྲས་དེ་གིས་བྱམས་སྙིང་རྗེ་ཡོད་ན་ཕན་ཐོགས་འདུག། ཀླད་པ་ལས་ཁྱད་པར་འགྲོ་གི་འདུག་བསམ་བློ་ལས་ཁྱད་པར་འགྲོ་གི་འདུག་དེ་བསྟན་ཡས་དེ་ཁོ་ཚོས་བསྟན་ཡས་དགོས་འདུག་འཕྲུལ་ཆས་གང་ནས་འོ་དེ་འདྲས་བྱེད་དུས། གང་ལྟར་ད་མདོར་བསྡུས་ནས་ཞུས་པ་ཡིན་ན་ནང་ཆོས་ཡིན་ན་ཡིན་རེད་ཚན་རིག་ཡིན་ན་རེད་ང་ཚོས་དམིགས་ཡུལ་ར་བ་དེ། བདེ་བ་འདུག་གི་ཡོད་རེད་སྡུག་བསྔལ་འདུག་གི་ཡོད་མ་རེད། བྱས་ཙང་བདེ་བ་འགྲུབ་ཡོད་དང་སྡུག་བསྔལ་སེལ་ཡོད་དེ་དངོས་ཡོད་གནས་ཚུལ་བརྟག་དཔྱད་བྱས་ནས། ར་བ་ཚན་རིག་གི་ཐོག་ནས་ཡིན་ན་ཡང་འདྲ་ནང་ཆོས་ཐོག་ནས་ཡིན་ན་འདྲ་དངོས་ཡོད་གནས་ཚུལ་དེ་བརྟག་དཔྱད་བྱས་ནས་ཨ་ནི་དངོས་ཡོད་གནས་ཚུལ་ཤེས་པའི་ཐོག་ནས། འདི་ནི་ལུས་སེམས་ཀྱི་བདེ་ཐང་སུ་ཡི་གེ་ཆེན་པོ་རེད་ཟེར་ཏེ་ད་དཔེར་ན་ད་ལྟ་འདི་རྡུལ་ཕྲན་སྲིད་དུས་ཧོབ་ཟེར་ནས་འབྲེལ་བ་མེད་འཇོག་བྱེད་རེད་འདུག་བ། བསམ་བློ་ཡག་པོ་བཏང་ཡོང་དུས་རྡུལ་ཕྲན་སྲིད་དུས་ང་ཚོའི་ལུས་འདི་རྡུལ་ཕྲན་གྱི་གྲུབ་མཆོག་རེད། དེ་ང་ཚོས་ཤེས་ཀྱི་ཡོད་མ་རེད་དྲང་པོ་བཤད་ན། ང་ཚོས་བོད་ནས་རྡུལ་ཕྲན་མང་པོ་ཅིག་རུག་རུག་བྱས་ཤག་བྱུང་བ་དང་གད་གས་ཡོད་མ་རེད་ལུས་ལ། ད་དེ་འདྲས་ཀྱི་གནས་ཚུལ་འདི་རྟོགས་བ་ཡིན་ན་ནང་ཆོས་ནང་ནས་སྟུག་སྙིང་རྟོགས་པ་ཟེར་ཏེ་འདྲ་བོ་འདྲ་བོ། རེད་བ། གང་ལྟར་ཨ་ཙི་ལུས་སེམས་ཀྱི་འདི་འདི་འདྲས་ཞིག་རེད་ཤག་མི་སྙིང་པོ་ཞེ་དྲག་གས་མི་འདུག་ཨ་བསམ་པ་ཡོད་དུས་ཡང་དེ་གཅིག་པུས་ངར་འཛིན་ཆུང་དུ་འགྲོ་ཡས་དང། རེད་བ། གཞན་ལ་བརྩེ་སེམས་ཆེ་དུ་འགྲོ་ཡས་འདི་འདྲས་ལ་ཕན་གྱི་ཡོད་རེད་བ། དེ་རིང་འགྲེམས་སྟོན་གྱི་བརྗོད་གཞི་གཙོ་བོ་ནི་བདུད་ཀྱི་ས་དབང་ཞེས་པ་དེ་ཆགས་ཀྱི་འདུག་གཤམ་ལ་ང་ཚོས་དེ་རིང་འགྲེམས་སྟོན་གོ་སྒྲིག་གནང་མཁན་གྱི་ཁུངས་སུ་ཡོད་པ་བླ་མ་སངས་རྒྱས་རིན་པོ་ཆེ་མཆོག་ལ་ཨ་ནི་བདུད་ཀྱི་ས་དབང་ཞེས་པ་དེ་ག་རེ་ཆགས་ཀྱི་ཡོད་མེད་དང་དག་ན་ཞིང་དེ་རིང་འགྲེམས་སྟོན་ཟེར་མཁན་གྱི་ཁུངས་སུ་ཡོད་པ་རྩིས་འགྲོ་མ་ལགས་ཀྱི་གཟིགས་ཚོགས་ག་འདྲས་བྱུང་ཡོད་མེད་ཐད་ལ་ང་ཚོས་བཅར་འདྲི་ཞུ་གི་ཡིན། ད་རྒྱུ་མཚན་གཙོ་བོ་དེ་ད་ནང་པ་དང་ཚན་རིག་པའི་ངོས་ནས་ད་གཅིག་གི་འཇིག་རྟེན་གྱི་གནས་ཚུལ།

ཞེས་པའི་འགྲེམས་སྟོན་ཞིག་གོ་སྒྲིག་གནང་ཡ་རེད་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་དང་པཱ་ལེན་ཆོས་སྒྲིག་པ་བསྟན་འཛིན་ལེགས་མོས་གཉིས་ནས། རྒྱ་ནག་ནང་ཏུ་ཡན་ནི་ཡང་ཧ་ཅང་ཤོག་ཁྱེར་ཁྱ་དག་ཚན་དེ་ལྷོ་བྲག་དང་བཟོ་བྲག་ཁག་སྒོ་རྒྱ་སྒོ་སུ་ཁྱེར་ཡས་པི་ཀི་ནས་སུ་འཐེན་འདུག་དེ་ཡང་ས་འཇིག་རྒྱུ་ལང་ཁག་ནས་ནས་སུ་འཐེན་པ་བཞིན་ན་རྒྱ་ནག་ཁྱེད་ཡོངས་དང་ལྷག་པར་དུ་ཁྲོང་ར་གི་ལྟེ་གནས་ཆེ་ཤོས་ཁྲི་གྲོང་ཁྱེར་ཧྲང་ཧའེ་དང།

ཡང་ཁྲུང་ར་གི་ལྟེ་གནས་ཆེ་ཤོས་ཀྱི་གྲོང་ཁྱེར་ཧྲང་ཧའེ་ནང་དང་འདས་པའི་ཟླ་བ་ནས་བཟུང་ཏུའུ་ཡན་ནེ་བོད་ཁྱིམ་གྱི་གྲོང་ཚད་ཁྲི་བརྒྱ་ཙམ་ཙམ་ཡིན་འདུག་ལ། ད་ཆ་སློབ་གྲྭ་ཁག་སྒོ་བརྒྱབ་སྟེ་དྲ་ལམ་བརྒྱུད་སློབ་ཁྲིད་བྱེད་རྒྱུ་འགོ་བཙུགས་ཡོད་འདུག་པ་དང། གྲོང་ཚོ་ཁག་ཅིག་ཕར་འགྲོ་ཚོང་མཛད་མི་ཆོག་པ་བཀག་སྐྱིལ་བྱས་ཡོད་འདུག་གྲོང་ཁྱེར་འདི་ནི་ཚིག་རྒྱ་གར་ཚོང་པ་གནས་གཙོ་བོ་གི་གྲས་ཤིག་ཡིན་པ་རེད། དེ་བཞིན་རྒྱ་ནག་གི་གསར་འགྱུར་བརྒྱུད་ལམ་ཁག་གི་གནས་ཚུལ་ལྟར་ན་བལ་མོ་མང་པོ་ཡོད་ས་ཟི་ལིང་གྲོང་ཁྱེར་དུ་ཏུང་ཡན་ནེ་ཡང་གྱི་ནད་བདག་ཐེམ་ཕུག་གི་མི་བཅས་ཚང་ཡོད་པ་དང། ནད་པ་དེས་མི་རིགས་གང་ཡིན་མེད་ཁ་གསལ་མི་འདུག་ཀྱང་ཁོང་དང་འབྲེལ་བ་ཉེ་པོ་ཙམ་གྱི་མི་ཚང་མ་སུ་ཀ་ལུས་སུ་བཀག་ཡོད་པ་བཅས་འདུག། བོད་ཀྱི་གླུ་གཞས་དང་རོལ་དབྱངས་ཀྱི་རྩ་བ་བཀྲས་ཆང་ལགས་ཀྱིས་ཨ་ཧྥེ་རི་ཁ་གླིང་ཕྲན་གྱི་ནུབ་ངོས་སུ་ཆགས་པ་མ་ལི་ཡི་སྤྱི་མཐུན་རྒྱལ་ཁབ་ནང་ལོ་འཁོར་རོལ་དབྱངས་དུས་གཏན་བྱེད་དུ་མཉམ་ཞུགས་གནང་ཡོད་པ་ནི་བོད་མི་ཀྱི་རྩ་བ་ཁོངས་སུ་ཐོག་མ་ཡིན་པ་རེད། ཁོང་གིས་ས་གནས་འདིའི་མང་ཚོགས་ཁྲོད་རོལ་དབྱངས་དང་གཏམ་རྒྱུད་སྒྱུ་རྩལ་གྱི་གོ་རྟོགས་ཆེན་པོ་ཡོད་པ་བཞེས་པས་རོལ་དབྱངས་བརྒྱུད་ནས་ཨ་ཧྥེ་རི་ཁ་གླིང་ཕྲན་ནང་བོད་ཀྱི་སྒྱུ་རྩལ་དང་རིག་གཞུང་ངོ་སྤྲོད་ཚུལ་གྱི་དམིགས་སྒོ་ཡག་པོ་ཡོད་པ་ཨེ་ཤ་ཡ་རོང་གླིང་ཕྲན་ཁོང་ལ་གསུངས་འདུག་གནས་ཚུལ་འདི་སྐོར་ཨེ་ཤ་ཡ་རོང་རླུང་འཕྲིན་ཁང་གི་སེང་གེ་པ་བཀྲ་ཤོང་མཚོ་ལགས་ཀྱིས་ཉིན་འགྲེལ་གནང་གི་རེད། བོད་ཀྱི་གླུ་དབྱངས་སྒྱུ་རྩལ་བ་བཀྲས་ཆུང་ལགས་ཀྱིས་ཨ་ཧྥེ་རི་ཀའི་གླིང་ཕྲན་གྱི་ནུབ་ངོས་སུ་ཁེལ་བའི་མཱ་ལི་སྤྱི་མཐུན་རྒྱལ་ཁབ་ནང། རྒྱལ་སྤྱིའི Wasslu Festival ཞེས་རོལ་དབྱངས་དུས་སྟོན་ནང་མཉམ་ཞུགས་གནང་ཡོད་པ་ནི་བོད་མི་ཞིག་གིས་ལས་རིམ་འདིའི་ནང་ཞུགས་པ་ཐོག་མར་ཆགས་ཡོད་པ་དང། འདི་ནི་མཱ་ལི་སྤྱི་མཐུན་རྒྱལ་ཁབ་ནང་དཔལ་འབྱོར་གནས་སྟངས་སྐྱོ་བོ་ཞིག་གི་འོག་ནས་སྐྱེ་འཚར་བྱུང་བས་ས་གནས་ཀྱི་སྒྱུ་རྩལ་བ་རེ་མི་ཤེས་པའི་རོལ་དབྱངས་ཀྱི་བྱ་དགའ་སྙན་གྲགས་ཅན་དེ་ཐོབ་མྱོང་མཁན། འཛམ་གླིང་ནང་གྲགས་ཆེར་གྱུར་བ་ཨོ་མུ་སཱ་མཁའ་རི་ལགས་ཀྱིས་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་གསར་གཏོད་མགོ་འཛུགས་བྱས་པའི་རོལ་དབྱངས་དུས་སྟོན་ཞིག་ཡིན་པ་རེད། ཁོང་གིས་ས་གནས་གདོད་མའི་མི་རིགས་ཀྱི་རིག་གཞུང་དར་སྤེལ་དང་རྒྱུན་འཛིན་བྱེད་རྒྱུ་གཙོ་བཟུང་གིས་གོ་སྒྲིག་གནང་པ་ཞིག་ཡིན་པ་དང། ད་རེས་ཀྱི་རོལ་དབྱངས་དུས་སྟོན་ཐེངས་ལྔ་པ་འདིའི་ཐོག་ལ་ས་གནས་ཀྱི་སྒྱུ་རྩལ་བ་དང་རྒྱལ་ཕྱིའི་སྒྱུ་རྩལ་བ་མི་སྒེར་དང་རུ་ཁག་བཞི་བཅུ་ཙམ་གྱི་མཉམ་ཞུགས་ཐོག་ནས་སྤྱི་ཟླ་གསུམ་པའི་ཚེས་གསུམ་ནས་ལྔ་བར་ཉིན་གསུམ་རིང་རོལ་དབྱངས་འདུ་འཛོམས་གནང་ཡོད་པ་རེད། རོལ་དབྱངས་དུས་སྟོན་འདིའི་ནང་བོད་ཀྱི་སྒྱུ་རྩལ་བ་བཀྲས་ཆུང་ལགས་ཀྱིས་ཁམས་གླུ་དང་བོད་ཀྱི་སྲོལ་རྒྱུན་གྱི་གཞས་སྣ་དེ་བཞིན་མ་ལི་སྒྱུ་རྩལ་བ་དང་མཉམ་དུ་རོལ་མོ་མཉམ་སྒྲོལ་གྱིས་གནའ་དེང་ཟུང་འབྲེལ་གྱི་གླུ་གཞས་བླངས་ཡོད་པས། ལས་རིམ་འདིའི་ནང་མཉམ་ཞུགས་གནང་རྒྱུའི་ལས་དོན་རྣམས་ཁོང་གི་སྐུ་ཟླ་སི་ས་སལ་གོ་ཏཱ་ལགས་ཀྱིས་གོ་སྒྲིག་གནང་པ་ཞིག་ཡིན་འདུག་ཅིང་སི་ས་ལགས་ཁོང་རང་ལ་ཆ་མཚོན་པ་ཡིན་ན་བོད་ཀྱི་ཟློས་གར་ཚོགས་པར་རོལ་དབྱངས་སྦྱངས་མྱོང་ཡོད་པ་དང་འཛམ་གླིང་གི་རོལ་དབྱངས་སྣ་མང་ཐོག་ཉམས་ཞིབ་གནང་མྱོང་ཡོད་མཁན་ཞིག་ཀྱང་ཡིན་པ་རེད། Very interesting to see how you can fusion traditions through this ད་རེས་ཀྱི་དུས་སྟོན་འདིའི་ནང་དམིགས་བསལ་དོ་སྣང་བྱེད་གཞི་གཅིག་ནི་བོད་ཀྱི་རོལ་དབྱངས་དང་མཉམ་དུ་ས་གནས་འདིའི་རོལ་དབྱངས་མཉམ་བསྲེས་བྱས་ཏེ་གནའ་དེང་འདྲེས་མའི་རོལ་དབྱངས་ལ་རོལ་དུས་དམིགས་བསལ་ཉམས་མྱོང་མི་འདྲ་བ་ཞིག་བྱུང་ལ། ལྷག་པར་དུ་ཨ་ཧྥེ་རི་ཁའི་མ་ལི་ཡི་སྙན་གྲགས་ཆེ་བའི་སྒྱུ་རྩལ་བ་འགའ་ཤས་དང་མཉམ་དུ་རོལ་དབྱངས་གྲ་སྒྲིག་སྦྱོང་བརྡར་བྱས་པ་དང། དངོས་སུ་འཁྲབ་སྟོན་གནང་བ་ནི་དམིགས་བསལ་གྱི་མྱོང་ཚོར་ཞིག་བྱུང་ཞེས་གསུངས་པ་འདུག།
ད་རེས་ཀྱི་མྱོང་བ་འདི་ལ་གཞི་བཅོལ་ནས་མ་འོངས་དུས་སྟོན་འདིའི་ནང་བོད་པའི་སྒྱུ་རྩལ་བ་རུ་ཁག་ཅིག་གདན་ཞུས་ཀྱིས་ལྷ་མོའི་འཁྲབ་གཞུང་སོགས་གཟིགས་འབུལ་གནང་ཐུབ་པ་ཡིན་ན་སྙམ་པའི་བསམ་ཚུལ་ཞིག་བྱུང་ཡོད་པས། འདི་ལྟར་བྱུང་བ་ཡིན་ན་རིག་གཞུང་གཉིས་ཀྱི་དབར་ལ་བརྗེ་ལེན་ཡག་པོ་ཡོང་བར་ཕན་ཐོགས་ཡོང་རྒྱུ་ཡིན་པའི་ཚོར་སྣང་ཞིག་བྱུང་ཞེས་གསུངས་ཀྱི་འདུག་སྤྱིར་ཨ་ཧྥེ་རི་ཁའི་གླིང་ཕྲན་ནང་དུ་ཉེ་བའི་ལོ་ཤས་ནས་བཟུང་བོད་ཀྱི་ནང་ཆོས་དང་བོད་ཀྱི་རིག་གཞུང་གི་གོ་རྟོགས་ཁྱབ་གདལ་འབྱུང་བཞིན་ཡོད་ཅིང་བཀྲས་ཆུང་ལགས་ཀྱིས་ས་གནས་འདིར་ཕེབས་ནས་སྒྱུ་རྩལ་འཁྲབ་སྟོན་གནང་བའི་སྐབས་ལ།